ཆོས་ཉན་རྗེས་ཆོས་རྗེས་འགྲོ་ལ་ཕན། བ་དང་ང་ལ་མི་གཡོ་མེ་དང་མི་ཧམ་ཅི་ཡང་དབང་པོ་དང་རྒྱལ་ཆེན་ལ་སོགས་ཞི་བྱེད་མཆོག་ལ་བྱ་བ་བྱེད་པ་རྣམས། སངས་རྒྱས་གསུམ་པ་རབ་ཏུ་ཞི་ཞིང་དུལ་བའི་རྒྱུ་རུ་འགྱུར་བ་འདི་དག་ཤེས་བྱའི་དམ་པའི་ཆོས་ཉན་བྱེད་ནི་འདིར་བཤད་ཤེས། ལྷ་ཡི་སྐད་དང་བློ་དང་གནོད་སྦྱིན་གྱི་སྒྲུབ་དབང་དག་དང་མི་ཡི་སྐད་རྣམས་དང། འགྲོ་བ་ཀུན་གྱི་དགྲ་རྣམས་ཀྱི་རྩང་བར་ཐམས་ཅད་བསྐྱེད་དོ་བདག་གིས་ཆོས་སྟོན་ཏོ། བདག་གིས་ཆོས་སྟོན་ཏོ། གང་ལགས་སོ། དེ་ཡང་ཇི་སྐད་དུ། སྐྱེ་སའི་ཆེན་པོ་འཕར་བ་ལས་གསུངས་ཏེ། སྡུག་བསྔལ་རྒྱ་མཚོ་འདི་ལ་མཐའ། རྣམ་པ་ཀུན་ཏུ་ཡོད་མིན་ན། རྗེས་འཁྱུད་འདིར་ནི་བྱིང་བ་ལ། འཇིགས་པ་ཅི་ན་ཅིས་མི་འགྱུར་གསུངས་ནས། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་འདི་ལ། དེ་ལས་བཟློག་པའི་ཐབས་ལྷག་པ་གསུངས་ཀྱིས་ཉམས་སུ་ལམ་གྱི་རིམ་པ་ཉམས་སུ་བླང་བའི་གོ་སྐབས་ཀྱིས་མ་བསྐྱོང་བ་ཡིན་ན་ཐབས་མེད་པ་རེད། མ་རིག་པའི་དབང་གིས་འདུ་བྱེད་ཀྱི་ལས་བསགས། འདུ་བྱེད་ཀྱི་ལས་ལ་བརྟེན་ནས་ཡང་སྦྱོར་བ་ནི། སྐྱེ་བ་ནི་སྐྱེ་བ། དཔེར་ན། རྟེན་འབྲེལ་བཅུ་གཉིས་ཀྱི་འཁོར་བ་གཅིག་རབ་གཅིག་ལ་བསམ་བློ་བཏང་བས་ཡིན། འབྲེལ་སྡུད་བཅས། རྟེན་འབྲེལ་ཡན་ལག་གཅིག་གི་གནས་སྐབས་ལ། རྒྱུ་སྡུད་ཀྱི་འདུ་ཤེས་བཞི་ལས། གྲངས་ལས་འདས་པ་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོ་ཉི་མ་རེ་རེ་བཞིན་དུ་བསགས་བཞིན་པའི་གནས་ཚུལ་འདི་ལ་བལྟས་པ་ཡིན་ན། ལར་ནས་ད་ལྟ་ང་རང་ཚོའི་ལུས་ངག་གི་སྤྱོད་པ་འདི་ལ་བལྟས་པ་ཡིན་ན། སྤྱིར་ཁུ་བ་ལ་དག་ཡོད་ཀྱང་རུང་མེད་ཀྱང་རུང། དེ་ཡིས་ང་རང་ཚོ་ལ་བྱིས་པ་སྐྱེ་ཡོད་མ་རེད། རང་གི་ཁུ་བ་ལ་ཐག་ཡོད་མེད་དེ་རང་གི་ད་ལྟའི་ལུས་ངག་གི་སྤྱོད་ཚུལ་ལ་བལྟས་པ་ཡིན་ན་ལུས་ངག་ཡིད་གསུམ་གྱི་སྤྱོད་ཚུལ་ལ་བལྟས་པ་ཡིན་ན་ཁུ་བ་ཐག་ཡོད་པ་ཞིག་ཆགས་ཀྱི་འདུག་གས་ཁུ་བ་ཐག་མེད་པ་ཞིག་ཆགས་ཀྱི་འདུག་གས། ཁུ་བ་ཐག་ཅན་དུ་བྱེད་པའི་ཐབས་དེ་ལ། ཟབ་མོ་སྟོང་པ་ཉིད་ཀྱི་དོན་བསྒོམ་པ་ལས་གཞན་པའི་ཐབས་ཤེས་གང་ཡང་མེད་པ་རེད། སྟོང་པ་ཉིད་ཀྱི་དོན་མངོན་སུམ་དུ་རྟོགས་པའི་བློ་ཇི་མ་སྐྱེས་པ་ཡིན་ན། དེ་ལས་གཞན་པའི་ཚོགས་བསག་ཡག་དང་འབྲི་བ་སྦྱང་ཡག་དང། ད་གང་ལྟར་རྒྱལ་བའི་མདོ་སྡེ་ཀློག་ཡག་ལ་སོགས་པ་དང་ལུས་ངག་གི་དགེ་བའི་བྱ་བ་ག་འདྲའི་བྱས་པ་ཡིན་ནའི། དེ་ཚང་མ་ལོག། གཞན་པ་བག་ཞགས་ནི། བྱང་ཆུབ་ཀྱི་སེམས་ལ་གོམས་པར་བྱས་པ་ཡིན་ན་ཡང་བསོད་ནམས་ཀྱི་སྟོབས་རླབས་ཆེན་པོ་ས་ཡ་སྟེ། ཡོང་དང་ཡོང་བཞིན་པ་དང་བྱེད་མ་བ་རེ་དེ་ཡིན་ན་ཡང། གནས་ལུགས་རྟོགས་པའི་གནས་ལུགས་རྟོགས་པའི་ཤེས་རབ་མ་ལྡན་ན་ངེས་འབྱུང་བྱང་ཆུབ་སེམས་ལ་གོམས་བྱས་ཀྱང་སྲིད་པའི་རྩ་བ་གཅོད་པར་མི་ནུས་པས་གསུངས་པ་ནང་བཞིན། གནས་ལུགས་ལྟོས་ཤེས་རབ་ཀྱིས་མེད་པ་ཡིན་ན། ཁོའི་རྩ་བ་གཅོད་ཡར་གྱི་ཐབས་ཤེས་གཏན་ནས་མེད་པ་རེད། ནམ་མཁར་དགེ་བའི་ལས་རྒྱ་ཆེན་པོ་བསགས་ནས་མཐོ་རིས་ནས་མཐོ་རིས་ལ་འགྲོ་བ་ཡིན་ནའི་འདྲ་དུ། ཡང་སྡིག་པའི་ལས་བསགས་ནས་ངན་སོང་སོང་དུ་ལྟུང་བ་ཡིན་ནའི་འདྲ་དུ། གང་ལྟར་འཁོར་བའི་འཇུག་པ་རྒྱུན་མ་ཆད་པ་ཅིག་འགྲོ་ཡ་ཡིན་པ་དེ་ཤེས་མ་དགོས་པ་རེད། བྱས་ཙང་དེ་ལྟ་བུ།

བསམ་གཏན་དང་གཟུགས་སྣང་གི་ལྷ་ལ་ཅི་ནས་བསྐལ་པ་ནས་བསྐལ་པའི་བར་དུ་ཏིང་ངེ་འཛིན་གཅིག་གྱུར་འཇམ་པ་ཡེ་ནས་འདྲ་འདུག་གང་ལྟར། ཟག་བཅས་འདུ་བྱེད་ཀྱི་ཕུང་པོ་འདི་མ་དོར་ཕྱིན་ཆད་ལས་སླར་ཡང་སྡུག་བསྔལ་གྱི་སྡུག་བསྔལ་གྱིས་མནར་དགོས་ཡ་དེ་བཤད་མ་དགོས་པ་རྣམ་པ་ཀུན་ཏུ་ཡོད་མི་ནུས། བྱིས་པ་སོ་སོ་ཆོས་སྤྱོད་འདི་ལྟ་བུས་ནི་ཐ་མལ་པའི་ཁུ་བའི་སྡུག་བསྔལ་འདི་སྡུག་བསྔལ་རྒྱ་མཚོ་འདི་རྣམས་ལ་བྱིང་བ་ལ་ཡ། བརྗེད་པ་ཅི་ན་ཅི་མི་འགྱུར་བརྗེད་པ་མི་སྐྱེ་བ་དེ་ལྟར་བསམ་བློ་བཏང་མ་ཤེས་པའམ་བློ་མེད་པས་སོ་ར་ཅི་རེད་གསུངས་པར་བརྗེད་པ་ཅི་ན་ཅི་མི་འགྱུར། འོ་དེ་འདྲ་ཡིན་ཙང་ང་ཚོས་ངེས་པར་དུ་ད་རེས་བླང་དོར་གྱི་གནས་བརྗེད་པའི་བློ་ཡི་ནུས་པ་ཕྲན་བུ་ཡོད་པའི་སྐབས་འདི་ལ་ཁོ་བོ་དུང་ངེ་རྒྱ་མཚོ་འདི་ལས་ཐར་བའི་ཐབས་ཅིག་ངེས་པར་བྱེད་དགོས་པ་དང། བསྐོར་དུ་ང་ཡི་རྒྱ་མཚོ་ལ་ལྟ་བའི་ཐབས་བྱེད་པ་ལ་ཡང། ཞི་བ་མཆོག་སྐྱེས་པའི་མྱང་འདས་ཙམ་ལས་མ་རྨིས་པར་བྱས་ནས། རབ་དགར་གཅིག་ལ་རྫས་བྱང་གཉིས་མེད་གསུངས་པ་དང་བཞིན། མཐར། ཚང་མ་ལྷོད་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི། གནོད་པ་དང་ས་བོན་ནི་ཡོད་རེད་དེ་འདྲ་ཡིན་ཙང་དང་པོ་ཉིད་ནས་ཐེག་ཆེན་གྱི་ལམ་དང། དེ་དེ་ཡང་གསང་སྔགས་རྡོ་རྗེ་བརྩི་བའི་ལམ་དང་ཐང་ང་རང་ཚོ་ལ་མཇལ་དུ་ཡོད་པ་བཀོད་དུ་ཡོད་པ་ནི་རེད་གཅིག་སྐབས་ལྷི་ཡ་གསང་སྔགས་རྡོ་རྗེ་བརྩི་བའི་ལམ་ལ་ཞུགས་ནས་མྱུར་བ་མྱུར་བར་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཐབས་ཤེས་ཅི་ངེས་པར་དུ་བྱེད་དགོས་ཡ་དེ་ད་བརྗོད་དུ་མེད་པ་རེད་དེ་འདྲས་ཀྱི་མ་བྱས་པ་ཡིན་ན་ད་རེས་ལན་གཅིག་ཐོབ་བས་དང་འགྱུར་དེ་དུས་མེད་ཆུད་ཟོས་འགྲོ་ཡ་སོང་ཡིན་ཙང་ངེས་པར་དུ་ད་རེས་སྙིང་ལ་རུས་པ་བཅུག་ནས་གང་ལྟར་བཀའ་གདམས་སྐུ་མ་མཛོད་གསུམ་པ་ནང་བཞིན་རབ་ལ་ཅི་དགར་འགའ་ཞིག་ཏུ་སྤྲོ་བཞིན་མཆིས། བྱས་ཡོད་པ། མཐའ་མ་ལས་ཅི་དགར་མི་མཆིས་པ་མཆིས། དགོས་ཡ་དེ་གལ་ཆེན་པོ་སོང་བ་ཡིན་ཙང་རང་གི་ངོས་ནས་ཆོས་རྣམ་པར་དག་པ་ཞིག་བསྒྲུབ་ཡ་གི་ཐབས་ཤིག་ངེས་པར

སྐྱེ་བ་མཆོག་ཏུ་གྱུར་པ་མེད་པ་ཡིན་ཙང། སེམས་ཅན་ཐམས་ཅད་ལ་དམིགས་པའི་ཕྱི་བར་གྱི་ཉི་ཤུ་དྲག་པོ་གཅིག་ཐོགས་ནས། མྱུར་བ་མྱུར་བར་སངས་རྒྱས་ཀྱི་དབང་ཐོབ་པའི་ཆེད་དུ། གསང་སྔགས་རྡོ་རྗེ་བའི་ཆུའི་གསེང་མཉམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་དེ་ཚོ་ཆུ་ལྗང་ཆུ་ལམ་གྱི་རིམ་པ་ནས་འབྱུང་བ་ལྟར་གསལ་བཏབ་ནས་གསན་དགོས་པ་འདུག་ཟིན་པ་རེད།